དེ་མུར་སྟག་ལ་བའི་ཞབས་སྟེགས་དེ་དུས་ཕོ་མོ་གང་རུང་ཞིག་དེ་སློབ་མ་རེད། ཁོང་ལ་ཡང་ནུབ་གཅིག་གཉིད་ལམ་ལ་དོལ་རྒྱལ་ཕེབས་པའི་གཉིད་ལམ་ཞིག་བཏགས་ནས་དོལ་རྒྱལ་དེ་གིས་ཁོང་ལ་ཡང་གཉིད་ལམ་ལ། དགུ་ཟོག་གནམ་གང་ལ་ཡིན་ད་ཟེར་ནས་སྐད་གསང་མཐོན་པོས་སྒྲོག་པ་རེད། སྐལ་བཟང་མཐོན་པོ་ཟེར་ཡ་དེ། གཏམ་བཟང་བཤད་ཡ་ཅིག་ཡོད་ན། སྐལ་བཟང་མཐོན་པོའི་ཐོག་འགྲོ་དགོས་རེད་པ། རྗེ་རིན་པོ་ཆེ་ལུས་ནི་ཕྱི་མའི་ནང་ལས་ཡོད་པ། འདི་དབུ་མ་པས་ནི། རྒྱུ་རྐྱེན་ལ་བརྟེན་ནས་འབྱུང་བ་འདི་རང་བཞིན་གྱིས་མ་གྲུབ་པ་རེད་ཅེས་སྐལ་བཟང་མཐོན་པོས་ཡང་ནས་ཡང་དུ་སྒྲོག་པར་བྱེད་དུ་གསུངས་འདུག་ག་རང་ཡང། འདུག་ག་ཅིག་སྐལ་བཟང་མཐོན་པོས་སྒྲག་གི་མ་རེད་པ།

བཞུགས། ཟླ་བ་བཅུ་པའི་ཉི་ཤུ་དགུ་རྫོགས། གནམ་གང་ཉིན་མོ་དེའི་སྐུ་གོང་མ་ཤར་བར་ལ། བཞུགས། དེ་བར་བ་ངར་བ་ཞིག་གསུངས་འདུག་བ། ཨོ། ད་ཁ་སིང་གི་དགུ་རྫོགས་གནམ་གང་ལ་ཡིན་ད་ཟེར་ཏེ་ད་སྐུ་གོང་མ་ཤར་ཡག་གི་དུས་ཚོད་དེ་རེད་ཤག། ཅེས་གསུངས་འདུག་བ། ཁྱེད་རང། སྐུ་གོང་མ་སྐུ་འབྲི་བཅུ་གསུམ་པ། ཤར་བའི་དུས་ཚོད་དེ་ཨེ་ནི། འདྲེ་ཡི་ཤན་ཕྱེ། དེའི་དུས་ཚོད་དེ་ལབ་དུས་སྐལ་བཟང་མཐོན་པོའི་འབྲོག་གཡག་དེ་སྐུ་གོང་མ་བཤགས་ན་བསམ་པའི་རག་རྒྱབ་དེ་ནས་ཆགས་འདུག་ག་ཆོད་སོང་ང། དེ་ཁ་ཟས་མི་འདུག་ག་སྐུ་གོང་མའི་བཀའ་ནན་ཕེབས་ཆེད་ཡོད་པ་ཡིན་དུས་ས་ནས།

གདན་ས་ཁག་དེའི་སྟེང་གི་སློབ་གཉེར་ཡར་རྒྱས་འགྲོ་ཡག་ཅིག་ལམ་རིམ་དང་འབྲེལ་ཚུལ་གལ་ཆེན་པོ་ཞིག་རེད་དེ་ངས་ལ་གཙོ་བོར་དེ་དཔེ་ཆ་ལྟ་བ་རེད་ཞེས་གསུངས་ནས་སློབ་གཉེར་དམ་དྲག་ཞིབ་གནང་འདུག་དཔེ་ཆ་ལྟ་མཁན་དགེ་བཤེས་ཚོ་ཁ་འཁྱག་འཁྱག་བྱས་ཡོད་སྟབས་རེ་ཅིག་སྐུ་གོང་མས་གསོལ་རོགས།

དུས་དེའི་གནས་སྐབས་ལ། སྐུ་མདུན་སྐུ་གོང་མ་ཤག་རེ་ཁ་ཐུག་ལ། བོད་གངས་ཅན་ལྗོངས་ཀྱི། ལྷ་མི་ཡོངས་རྫོགས་ལོག། མྱ་ངན་བྱེད་ཡག་ཅིག་དང། མི་ཆུ་བཏང་ཡག་ཅིག་གི་དུས་ཚོད་ཅིག་རེད་མ་གཏོགས། གཏམ་བཟང་སྒྲོག་ཡག་ཅིག་གི་གལ་ཆེ་ད་མ་རེད། ཤེས་སོང་ང་ད་འདི། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ། བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན་ཡིན་པའི་རྟགས་དེ་དེ་རེད་འདུག་བ། ཅེས་ཤེས་སོང། ས་འདི་འདྲའི་ཡིན་དུས། སྲུང་མ་ཡང་མ་རེད། ལྷ་སྲུང་བསྟེན་ཆོག་གི་རྙོག་གྲ་ག་གེ་མ་རེད། སྤྱིར་སངས་རྒྱས་ཀྱི་རྗེས་འཇུག། འཇིག་རྟེན་པའི་ལྷ་འདྲེ་མི་བསྟེན་ངེས་ཅིག། ཡང་སྒོས་ལྷག་པར་ཅན་དུ་འཇང་དགོན་བླ་མ་ཙོང་ཁ་པ་ཆེན་པོའི་རྗེས་འཇུག་ཅིག་གིས་འབྱུང་པོ་དམ་སྲི་ཅིག། སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་བསྟན་དང་འགྲོ་བ་ལ་འཚེ་བ་བྱེད་མཁན་གཅིག། སྐྱོབ་པའི་སྲུང་མ་ཡིན། བསྟན་པའི་ལྷ་ཡིན། འཇམ་མགོན་རྒྱལ་བའི་བསྟན་སྲུང་ཡིན་ཟེར་ཡ་དེ་ནོར་འཁྲུལ་རེད། དེ་འཁྲུལ་པ་རེད་མ་གཏོགས་དེ་བདེན་པ་མ་རེད། སྐྱབས་རྗེ་ཕ་བོང་ཁ་རིན་པོ་ཆེ་ཡབ་སྲས་དང་བཅས་པ་ལ་ཡང་སྐུ་ཚེ་མཛད་འཕྲིན་ལ་གནོད་གཡོག་རེད་མ་གཏོགས་ཕན་གཡོག་མ་རེད། ཤེས་སོང་ཨ། དེ་བཞིན་ཕ་བོང་ཁ་རིན་པོ་ཆེ་ལ་སོགས་པ་དེ་ཚོར་ཡང་ཕན། ད་ཕྱིས་སུ་ཡང་ཆེ་གེ་གནོད་པའི་སོར་གནོད་པ་བྱེད་མཁན་སོར་དེ་འདྲ་མ་གཏགས་རླུང་ལོག་པའི་སོར་འདྲ་མ་གཏགས་དང་པོ་ནས་སྨོན་ལམ་ལོག་པའི་དབང་གིས་དམ་སྲི་དང་འབྱུང་པོ་ལ་སྐྱེ། ངོ་བོ་དེ། བྱ་བ་དེ་བསྟན་དང་འགྲོ་བ་ལ་འཚེ་བ་ཞེན་ཆགས་བ་དེ་འདྲ་བྱེད།

ད་ལྟ་སྨྱུང་གནས་བླ་མ་དང། མཁར་རྡོ་དང་ཁོ་ཚོའི་གྲས་དགའ་རོགས་གཅིག་གིས་ཨེ་རེད། མཐའ་མ་འུ་ཐུག་བྱས། སྟག་བྲག་རིན་པོ་ཆེའི་སྐུ་ལ་བསྡོ་བའི་ལས་ཀ་དེ་འདྲའི་མགོ་བརྩམས་པ་རེད། མགོ་བསྡོས། རལ་གྲི་རིན་པོ་ཆེ་རལ་གྲི་ནས་ལྷས་ས་ལྷས་ས་ཞི་བདེར་ཡར་ཚུར་ཕྱག་རིས་གནང་ནས་མ་བྱེད་མ་བྱེད་ཟེར་ནས།

རེ་རིམ་བཞིན་ང་དད་པ་ཡོད་པ་རྒྱུ་མཚན་དུ་བྱས་ཏེ་རེ་རེ་རིན་པོ་ཆེ་རང་གི་བླ་མ་སྟག་བྲག་རིན་པོ་ཆེ་ལ་ཡ། ཅིག་སྐུ་ལ་བསྡོལ་བས་ཨེ་ནི་བྱ་བ་བརྩམས་ཞེས་པ་དེ་ལ་ཟབ་ཟབ། བླ་རྒན་མ་ཤ་བ་ཟབ་ཟབ་གསུང་ཡ་སྟེ་ཡང་དག་པ་རེད་ཟེར་ངེས་ལབ་ཐུག་མ་ལ། དེ་ནོར་འཁྲུལ་རེད་བ། དཔེ་དེ་བཞིན་དུ་དེ་བཞིན་ཕ་བོང་ཁ་རིན་པོ་ཆེ་བླ་མ་བསམ་གྱིས་མི་ཁྱབ་པ་རེད། བ་དང་སྔོན་ན་དྲན་ནས་ལམ་རིམ་ལམ་རིམ་དུ་བློ་སྦྱོང་གི་བསྟན་པའི་བདག་པོ་ཧེ་རུ་ཀ་དངོས་རེད།

དེ་ཞིག་ག་ཚོད་རེད། ཅིག་ཟུར་འདི་ཕན་ཡང་ཟུར་འདི་དེ་མ་རེད་དེ། ཁ་ས་ག་ཉེ་དུས་ཚ་དེ། ད་ནི་ལྷག་བསམ་རྣམ་དག་ཅིག་བཤད་གི་ཡོད་རེད་ཨེ་ན་བོད་སྐད་བྱེད་པ་གྲྭ་ཚང་གི་ཁྱག་ཚོ་གྲྭ་མང་མང་པོ་ཅིག་གི་བསམ་པ་རྣམ་དག་གི། ཁྱག་ཚོ་ནི་རྒྱ་བ་རིན་པོ་ཆེ་གི་ལམ་སྟོན་བྱེད་ཤེས་པ་དེ་ཁྱེད་རང་ཚོའི་དཔེར་ལངས་ཕྱོགས་བརྟན་པོ་གཟིམ་བྱས། ཁ་ནས་འདྲ་བྱ་བྱ་བྱ་བ་མ་ཡིན་པར་དོན་ངོ་མ་ལག་ལེན་གྱི་ཐོག་ནས་ཁྱེད་རང་ཚོ་ལངས་ཕྱོགས་བརྟན་པོ་ཟིན་པ་རེད། ཚེ་ས་ཁྱོད་རས་འདི་བཤད་དུས་ཚར་ནས་དངོས་ནས་གཅིག་པས་ལྷག་པའི་བསམ་པའི་ཀུན་ནས་ལངས་འདི་སྐད་བཤད་གི་འདུག་བསམ་པ་གཅིག་ང་དེ་དྲན་སོང་ཡིན་ནའི་བཤོད་སྟངས་འདི་ཨེ་ནི་མགོ་མ་ཚོས་པའི་སྐད་ཆ་ཨེ་ནི་སྐད་ཆ་གོ་ག་ཚོར་བ་གཅིག་ཁྱོད་རས་བཤོད་སྟངས་འདི་བྱས་ན་ཨེ་ནི་ཕལ་ཆེར་ད་རྒྱ་བ་རུམ་གཅིག་གི་བཀའ་རྐྱང་རྐྱང་གི་ཆ་ནས་ད།

རྩ་གསུམ་ལྷ་ཡི་ཞལ་གཟིགས་རྟག་པ་ཡོང་བསྡད་ཀྱི་ཡོད་རེད། ཨེ་ནི་མོ་རྒྱ་ཡག་རྩིས་རྒྱ་ཡག་དབྱངས་ཆ་རྒྱ་ཡག་མང་པོ་ཞིག་མཁྱེན་གྱི་ཡོད་རེད། དེ་འདྲས་ཀྱི་ཐབས་ཤེས་འདྲ་མིན་གྱི་ཐོག་ནས་བརྟག་དཔྱད་གནང་ཐུབ་ངེས། རྩ་གསུམ་ལྷ་ཡི་ལུང་བསྟན་དངོས་སུ་ཡོང་ངེས་བཅས་ཀྱི་དང། སྨོན་ལམ་ལོག་པའི་དམ་སྲི་འབྱུང་ཁུངས་བཟུང་ཡ་དེ་ང་ལ་ཚད་མའི་བཀའ་རེད་བསམ་དྲན་གྱི་ཡོད། ཐོག་མ་ངས་ཤིང་སྒྲ་མ་ངས་མཐོང་ཡང་མ་མྱོང། དེ་བཅུ་ནི་ཕྱིའི་བཀའ་གནང་གི་མི་འདུག། མཁྱེན་ཡང་མི་འདུག་དེ་གཟིགས་སའི་མི་འདུག། གོང་ས་ལྔ་པ་ཞེས་པའི་བཀའ་མཇི་བོ་དེ་འདུག་སྦས་ཞེས་པ་སོགས་ཀྱི་རེད། ས་བརྟག་ཞུ་སྒོ་བྱེད་དུས། རྒྱ་བ་ལྔ་པའི་གསུང་དེ་བླ་མ་མཚན་ལྡན། རྒྱུས་ཡོད་ཆ་ཚང་ཡོད་ལྟས་ངན་དུས་དུས་ཀྱི་ཐུགས། སྤྲུལ་སྐུ་གྲགས་པ་རྒྱན་ཆའི་གནས་ཚུལ་ཆ་ཚང་ཐུགས་རྒྱུས་ཡོད་ལྟས་ངན། དེ་འདྲས་གཅིག་གིས། ཨེ་ནི་སྤྲུལ་སྐུ་གྲགས་པ་རྒྱལ་ཚབ་འཚོ་ཞིག་བཞེས་པའི་གནས་སྐབས་ལ་ཡ། རྒྱ་བ་ལྔ་པ་དང་ཁོ་ན་གཉིས་ཤི་རག་ཉེ་བོ་རེད་འདུག་བ། རྒྱ་བ་ལྔ་པའི་སྐུ་མདུན་ནས་གསུང་ཞུ་མང་པོ་གསན། ཤི་རག་ཉེ་བོ་རེད་འདུག་བ། སྤྲུལ་སྐུ་གྲགས་པ་སྤྱན་འདྲེན་རང་ཉིད་ཀྱིས་གསུངས། བྲིས་མ་གཅིག་གི་པུ་ཏི་གཉིས་ཤིག་འདུག་དེ་ངས་མཐོང་མྱོང། ཞེ་དྲག་ཡག་པོ་འདུག། དེ་འདྲའི་ཅིག། མཐའ་མ་ཤག་ཚ་རེ་བྱས་ལ་གྱ་ལྔ་པའི་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་ཟེར་ནས་གསུང་དགོས་ཡ་དེ། དེའི་ཚེ་དེའི་དུས་ཀྱི་དངོས་ཡོད་གནས་ཚུལ་ཅིག་གྱ་ལྔ་པས་གསུང་གི་ཡོད་རེད། བསམ་བ་ད་དེ། སྐད་ཆ་མ་ཀུན་ཏུ་བཤད་རྒྱག་པ་མི་འདུག་སྨོན་ལམ་ལོག་པའི་དམ་སྲི་འབྱུང་པོ་འདིས་བསྟན་དང་འགྲོ་བ་ཀུན་ལ་འཚེ་བྱས་ན་མགོན་སྐྱབས་དཔུང་གཉེན་མ་ཚད་ཐལ་བ་ལོག་ཞེས་གསུང་དགའི་གནས་ཚུལ་དེ་རེད།